ཚད་ལས་བརྒལ་བ་ཁྲིམས་ཀྱིས་ལག་བསྟར་བྱེད་ཡ་གི་དབང་ཚད་ཡོད་བ་འགྲོ་བ་དེ་འདྲའི་བཟོས་བྱས་ཨ་ནི་ཅིག་ཟླ་བ་ནི་ཟླ་བ་ལོ་ནི་ལོ་གི། བཙན་དབང་འོག་གར་སོང་ཆ་མེད་ཀྱི་གནས་སྟངས་འོག་ལ་གྱུར་འགྲོ་བ་རེད། དེ་འདྲའི་གི་གནས་སྟངས་འོག་ལ་གྱུར་བའི་སྐབས་ལ་ཡ་ད་ཉེས་རྡུང་ཨ་ནི་ཉེན་རྟོག་པ་གི་ཁོ་རང་གར་བྱེད་བྱེད་འདྲ་བོ་ཆགས་འདུག།
ལྔ་བཅུ་ང་དགུའི་རྗེས་ལ་ཡང་གཞོན་སྐྱེས་ཀྱི་ད་བོད་ནང་ལ་ཡ་ད་ངོ་རྒོལ་ལས་འགུལ་དེ་ཅིག་སྟོང་དགུ་བརྒྱ་བརྒྱ་བཅུ། སྐྱབས་དོན་གྱི་ལྟ་བ་དགུ་པའི་ནང་ནས་བྱུང་བ་དེ་འདྲ་ཕྱིར་བ། ཨ་ནེ། སྤྱི་བསྡོམས་ཀྱི་རྒྱལ་གཅེས་རྒྱལ་སྒོར་ལྟ་ང་དངོས་སུ་ཙོང་ཁ་ལ་འཚེ་ཡས་དེ་ག་འདྲ་ཆགས་ར་ཟེར་ན་ན། སྐུ་མདུན་ལ་ཡང་ནོ་བའི་ཞི་བདེའི་གཟེངས་རྟགས་འབུལ་གཏན་འཁེལ་བའི་སྟེང་དེ་འདྲ་ཅིག་ལ་ཆགས་པ་རེད། དེ་ཆགས་ཡག་དེ། ང། དགོན་པ་དེ་དང་ནེའུ་ཆུང་རེད་ཟེར་ཡང་ལྷ་ས་ཉི་གོག་གི་རིའི་སྒང་ཅིག་ལ་རེད་ལ། ཨ་འདི། ང་ཚོ་ལྟ་བ་ལྟ་བ་ལ་ཡག་ད་ཨ་ནེ་ལྷ་ས་ལ་མ་བབས་ཚེ་ད་དགོན་པའི་ཆེད་དགོས་དགོས་དེ་འདྲའི་ལན་འགའ་ཨ་ནེ་གཉིས་ནས་ངས་ལྷ་ས་ལ་མ་འགྲོ་དགོས་རེད།

ཁོ་ག་རེད་ཟེར་ན་ད་ག་ཞིག་གི་ཨོ་ལིམ་པིག་གི་གྲི་ཁ་གྲི་དེ་ཚོ་ཚང་ལ་ཞུགས་པོ་བྱེད་གི་རེད་འགྲོ་འབྲོང་བུ་མང་པོ་ཡོང་གི་རེད་ཟེར་བ་ནི་དེའི་ནང་བཞིན་རྒྱ་ནག་ཁོ་འགྲོ་སོང་གཏོང་གི་དགོས་རོ། དེ་ད་ཁྱད་པར་བཟོ་གི་མ་རེད་ད་ཡིན་ན་ཁོ་རྒྱལ་སྤྱི་གི་ཨོ་ལིམ་པིག་གི་ཟེར་རྒྱུ་ཚང་མ་དེ་འདྲས་ཀྱི་ད་སྡང་ཆ་ཆེན་པོ་གཅིག་རྒྱ་ནག་ལ་དོར་རྒྱུ་བསམ་པ་ཁོ་ཡིད་ཆེས་ད་ཅིག་ཚོང་འབྲེལ་གི་ཡིད་ཆེས་གཅིག་ཆེ་སྲིད་གི་ཡིད་ཆེས་གཅིག་ཉེ་འབྲེལ་གྱི་ཡིད་ཆེས་གཅིག་ད་མང་པོ་གཅིག་འདི་ཚང་མ་རྒྱ་ནག་མི་འབོར་མང་པོ་ཚོའི་རང་བཞིན་གྱི་ད་ཁོ་ད་ཅིག

དེ་བྱས་ནས་ད་མར་ཇག་ནང་འགྲོ་ཡ་ཇེ་རེད་ད་བོད་སྐད་ནང་གི་གནས་ཚུལ་དེ་ཚོ་ཚང་མ་ངུ་ནས་དྲང་ནས་གི་བོད་པ་གི་ད་རྣལ་འབྱོར་ཅིག་བསྟན་དགོས་འདུག་སེ་ད་དེ་གཉིས་དེ་ང་ཟུག་རེད། ངོ་རྒོལ་བྱེད་ཡ་དེའང་རྒྱལ་སྤྱིའི་གི་ཁྲིམས་ཐོག་ནས་བྱེད་པ་ཡ་ན་རེད་འགྲོ་བ་མིའི་ཐོབ་ཐང་ཆེད་ཁྲིམས་ཐོག་ནས་བྱེད་པ་ཡ་ན་ཅིག་མི་སོ་སོ་གི་རང་དབང་ཆགས་བསྡད་པ་རེད་ཐོབ་ཐང་ཆགས་བསྡད་པ་རེད། ཨ་ནི་ཅིག་དྲང་བདེན་མ་ཡིན་པའི་སྲིད་བྱུས་ལ་ངོ་རྒོལ་བྱེད་ཡ་དེ། ད་རྒྱ་ནག་གཞུང་ལ་ཡ་དེ་འདྲའི་གི་བོད་ནང་ལོག་གི་བོད་མི་ཅིག་གི་ངོ་རྒོལ་བྱེད་པ་ཡ་ན་སྔ་མོའི་དུས་སུ་ཡ་ན་ཁོང་ཚོས་གི་ཨ་ནི་ཅིག་གར་སོང་བ་ད་གསར་བརྗེ་ངོ་ལོག་པ་སེ་ད་ག་ད་གསར་བརྗེ་ངོ་ལོག་པ་སེ་ཡ་གི་ནང་ཉེས་མིང་ཅིག་ཏུའང་དེ་ཡིག་གི་དོན་དག་དེ་འདྲས་ཅིག་ཡིན་ལ་ནི་ཁ་གསལ་བོ་རྩ་བ་ཉིད་ནས་ཡོད་མ་རེད། ག་ན་ཁོ་རང་ཚོ་གིས་ཅིག་མི་ཅིག་འབུར་འཇོམས་བྱེད་ཉེན་ཁྲོ་བ་ཡིན་ན་ལྷག་པར་དུ་བོད་མི་ཅིག་ཁོ་རང་ཚོ་ལ་ངོ་རྒོལ་བྱེད་མཁན་དང་ཁོ་རང་ཚོ་གི་སྲིད་ཇུས་ལ་དགག་པ་བྱེད་མཁན་ཅིག་འབུར་འཇོམས་བྱེད་ཉེན་ཁྲོ་གི་ཡོད་པ་ཡིན་ན། ད་ག་རང་གི་ཁྱབ་ཁོངས་འོག་ལ་ཡ་བཅུག་བཞག་གི་རེད་ཁོང་ཚོ་གིས། བོད་རང་བཙན་ཡིན་རྒྱ་བོད་བསྟན་འཛིན་རྒྱ་མཚོ་སྐུ་ཚེ་ཁྲི་གཟུགས་བརྟན་པ་ཤོག་ཟེར་རྒྱལ་བོད་ད་ག་རང་རེད་རྒྱལ་བོད་ད་ག་རང་ནི་ད་བོད་ད་ག། ཇུས་ས། པའི་ག་ས་གོ་གནས་དོན་བཅས་ཇུས་སུ། ཨ་ཇུས་བཅས་ལས་པའི།

ད་ཁོང་ཚོས་གྲལ་ཕྱིན་པའི་མི་ཚོ་ཁ་བཀག་གི་མེད་ཙམ་ན་ཨང་ཁ་ནས་སྐད་འབོད་ད་ག་རང་བྱེད་ཅེས་ཕྱིན་པའི་ཤིང་ལང་ཅན་སྐད་འབོད་དེ་ད་ཚིག་གཉིས་དེ་ལས་བྱུང་ཡོད་མ་རེད་ཨང་གྲལ་འགྲོ་དུས་ལང་ཀ་ལ་སྐད་འབོད་བྱེད་ཅེས་དེ་བྱེད་ད་གྲལ་འགྲོ་བའི་བརྒྱུད་རིམ་ནང་ལ་ཨམ་ཅང་ནང་ལ་ག་རེ་གོ་གོ་ཐོག་སོང་ན་ད་ལྷས་ས་པོ་ལ་མོ་ལ་པ་ལ་མོ་དེ་འདྲས་ད་ཕ་གོ་ལ་གོ་ར་ཐེབས་ད་དཔེ་ས་སོགས་ང་ཚོ་ཆོས་ལ་ཁ

རྗེ་གཅིག་གང་ལ་འགྲོ་ཐལ་ཅིག། ད་རྒྱ་ནག་གི་གུང་ཁྲན་ཏང་གིས་ངོས་ནས་རྗེ་གཅིག་གང་ལ་ཕྱག་འཚལ་ཞུ་དགོས་ཡོད་པ་མགོ་སྐོར་གཏོང་དགོས་ཡོད་པ། ཨ་ནི་བོད་ནང་གི་གནས་སྟངས་དེ་འདྲ་ཡིན་པ། ད་དེ་ང་ཚོ་ངོ་སྤྲོད་བྱེད་དགོས་འདུག་ཟེར་ད་ང་ཚོ་གློག་བརྙན་དེ་འགོ་ཚུགས་པ་རེད། ཕུན་ཚོགས་ཉི་སྒྲོན་ལགས་ཡིན་པ་ན་ད་ང་ཚོ་དཔེ་མཚོན་གསལ་བོ་གསལ་རྐྱང་ཆགས་བསྡད་ཡོད་ར། ད་ང་ནག་ཆེན་གྱི་དུད་འགྲོ་དབང་ཆེན་ལགས་ཡིན་པ་ན་དཔེ་མཚོན་གསལ་བོ་གསལ་རྐྱང་ཆགས་བསྡད་དགོས་རེད་ཁོ་རང་ཚོ་གི་གནད་དོན་སྒང་བལྟས་པ་ན། ད་གང་ལྟར་རྒྱ་ནག་གཞུང་གིས་རྒྱལ་སྤྱིའི་མནར་གཅོད་དང་མི་རྒྱུད་ལས་འདས་པའི་ཉེས་སྤྱོད་སོགས་འགོག་ཡག་གི་རྒྱལ་སྤྱིའི་གི་སྤྱི་ཆིངས་དེ་ལ་ཡང་མཚན་རྟགས་བཅད་ཡོད་རེད་མཚན་རྟགས་བཀོད་ཡོད་རེད་ལག་བསྟར་ཁས་ལེན་བྱས་ཡོད་རེད་དེ་ལས་ཡིན་ནི་ལས་ད་ཅིག་དངོས་ཡོད་གནས་ཚུལ་གང་ནི་ད་ཁོང་རྣམ་པ་ཚོས་བོད་ན་ད་ལྟ་བོད་མི་གསོན་པོ་བཞུགས་ཡོད་རེད་ད་ཅིག་བདེན་དཔང་གསོན་པོ་གསོན་ཀྱང་དེ་ལ་ཡང་ཡོད་རེད་བྱས་ཙང་ཁོང་ཚོའི་གི་གནས་སྟངས་གང་བལྟས་བས་ན་ད་གང་ལྟར་རྒྱ་ནག་གཞུང་གིས་རྒྱལ་སྤྱིའི་གི་སྤྱི་ཆིངས་དེ་རྩ་བ་ཉིད་ནས་རྩིས་མེད་བ་དེ་ནི་གསལ་བོ་གསལ་ཀྱང་དེ་གང་ནི་མཚོན་ཡོང་དགོས་རེད།

ཉེན་རྟོག་པ་གཅིག་གིས་དཔེ་མེད་དེ་ནས་བརྩིས་ཉེན་རྟོག་པ་གཅིག་གིས་དཔེ་མེད་དེ་ནས་བརྩིས། དེ་ནས་བརྩིས་དུས་ལ་གཅིག་ང་རང་ཨམ་ཅག་ནང་ཁྲོག་ཟེར་རེད་ཅེས་གོག་ཟེར་ལྟ་གཅིག་དཔུང་པ་གཉིས་ཀྱི་ཚིགས་རེ་དེ་བིས་འགྲོ་གི་ཡོད་ཟེར་རེད། དེ་བྱེད་དུས་ལ་རང་བཞིན་གྱིས་ལག་པ་དེ་ཕི་ཁའི་ཐུགས་སོ། ལག་པ་དེ་ཕི་ཁའི་ཐུགས་དུས་ལ་ཡང་ཁོ་ཚོ་ག་རེ་བྱས་པ་ར་འདུག་བཞག་མ་སོང་ཉེན་རྟོག་པ་གཅིག་ད་ཅོག་ཙེའི་སྒང་ལ་འཛག་བྱས་ཨ་ནི་ངས་ད་ཅག་རྐྱང་རྐྱང་དེ་ནས་ཡར་འཐེན་སོང་ད་ངའི་གཟུགས་པོའི་འཇིག་གི་མ་འཐེན་གི་རེད། ཉེན་རྟོག་པས་ཡར་འཐེན་ཞུ་གང་ཡོད་ཀྱི་ཡར་འཐེན་དུས་ཞུ་གང། ལག་པས་ལྕགས་དེ་དཀྲོལ་དུས། ལག་པ་དེ་ལ་ཡང་དེ་མི་འདུག་སོ་སོའི་ཡིན་པས་འཚོ་བར་བྱེད། ལག་པ་ཡར་བཀྱག་མར་བཀྱག་བྱེད་མི་འདུག་བས་དེ་འདྲ་རེད་བྱ། ད་ལྟ་དེ་དུས་ངའི་འཚོ་བ་ལ་ག་རེ་སླེབས་ར། ང་རང་གྲོང་གསེབ་སོང་ཙང་སེམས་ཅན་དེ་འདྲས་ད་ཅིག་རྐང་པ་ལག་པ་ཕྱག་དེ་བྱེད་དུས་ལས་ཨ་ནེ་ཅིག། ཕི་གི་ན་ཚ་བཏང་གི་ཡོད་ད་བཏང་གི་མེད་གི་དེ་ཡོད་མ་ར་ཚིག་ཕུད་ཤ་སྤ་འུ་ཚོ་རྒྱབ་ཡ་གྱིས་ཅིག་བྱེད་ར། ད་ངོས་སུ་ང་རང།

ཁོ་བཀག་ཆོག་གི་མ་རེད་ཟེར་གོ་རེད་ད་ད་སུ་དེ་འདྲའི་འདྲ་བོ་ཁ་ཡོད་ད་སྤྱིར་བཏང་རྒྱ་མི་ལ་འཁྲུན་ཡོད་མ་རེད་བ་ཧིན་དེ་ཅིག་ཅིག་ནས་ཟླ་བ་གཅིག་གི་ཕ་ཆུང་ཟླ་ཟླ་བ་གཅིག་གི་ཐ་མ་དེ་སུ་ང་འགྲོ་མཁན་དེ་ན་འཁྲེན་ཡོང་བ་རེད་རྫོང་པ་ལ་རྫོང་པ་རང་ལ་མ་ཟད་དོག་ཡོད་ཉེས་ཆད་དེ་ཚོ་ལས་ཀ་གོ་ཆོག་གི་ཡོད་མ་རེད་ད་དེ་ནང་ན་ལས་ཀ་གོ་དགོས་ཡོད་རེད་སྡོང་གོ་ཡོད་རེད་ཨ་ནི་སུ་གི་ནག་ཉེས་ག་རེ་སོང་ནའང་ཁ་ཞིག་ཧ་གོ་དགོས་རེད་ཁ་ཞིག་ཧ་གོ་དགོས་ཡོད་མ་རེད་ཁོ་སྡུག་བསྔལ་ཅིག་ཡོད་རེད་བ་ཨ་ནི་མིའི་ཉུལ་ཤུལ་དག་ཟིག་ད་ཏུ་ཟིག་ཁང་པ་དེ་ནང་ཟེར་ཟིག་ཨ་མ་ད་ཤིག་རང་བཞིན་གྱི་ད་ཤིག་གི་ཁང་དེ

ཕྱིས་ཀྱི་དོ་དམ་པ་ནས་རེད་ད་ང་ཚོ་ཕྱིས་ཀྱི་དོ་དམ་ཡོང་བ། ག་ད་ཁོ་རང་ཚོ་གི་སྟེགས་ཀྱི་ཉེས་མིང་དེ་ག་བ་འཐེན་འཐེན། ག་བ་གཡོག་གཡོག་འདྲ་བོ་དེ་འདྲས་ཅིག་ཆགས་བསྡད་ཡོད་རེད་དཔེར་ན་ཆ་ཤས་ན་ང་ཚོ་གི་ཉེ་བའི་དུས་ལ་ཡ་ད་ཅིག་བཀྲ་ཤིས་དབང་ཕྱུག་ལ་ལྟ་བུ་བྱས་མིན་ན་བོད་ཀྱི་སྐད་ཡིག་གི་ཐོབ་ཐང་རྩོད་ལེན་བྱེད་གི་འོད་རེད་ཁོ་རང་གི་སྐད་ཡིག་ཐོབ་ཐང་མི་འདུག་ལ་ནི་ཨ་ནི་ཁྲིམས་གཏུག་བྱེད་གི་འོད་དེ་ལས། ད་དེ་འདྲས་བྱེད་མཁན་གི་མི་ཅིག་ཡིན་པ་ནས་ལས་ད། རྒྱལ་ཁབ་ཁ་བྲལ་ལ་ངན་སྐུལ་དང་ནི། ཁ་བྲལ་ངན་སྐུལ་བྱེད་མཁན་གྱི་མི་རེ་ཤ་ལ་ནི་ལོ་ལྔ་གི་བཙོན་འཇུག་ཁྲིམས་ཆད་བཅད། ཐ་ན་ཆེས་སྒོ་ཤེས་རབ་རྒྱ་མཚོ་ལྟ་བུ་ཆེམས་ན་ད་ཅིག་ག་དུས་ཡོད་ན་བོད་ཀྱི་ཆུ་དང་རིག་གཞུང་གི་ཐོབ་ཐང་སྐོར་ལ་ཡང་བཤད་གི་ཡོད་རེད་ད་དེའི་ནང་ལོགས་ནི་རྒྱ་ནག་གི་རྩ་ཁྲིམས་ལ་ཡང་བོད་ཀྱི་ཆུ་དང་རིག་གཞུང་དར་སྤེལ་བཏང་ཡ་གི་ཐོབ་ཐང་ཡོད་རེད་གྲངས་ཉུང་མི་རིགས་ཀྱི་བཅའ་ཁྲིམས་ནང་ལོགས་ལ་ཡང་བོད་ཀྱི་ཆུ་དང་རིག་གཞུང་དར་སྤེལ་བཏང་ཡ་གི་ཐོབ་ཐང་ཡོད་རེད་དེ་འདྲིའི་གི་ཁྱབ་ཁོངས་གཅིག་གི་འོག་ནི་ཀ་མེད་གནང་གི་ཡོད་རེད་དེ་ལས་ཁོ་རང་ལ་ཡིན་པ་ན་ཡང། ཨ་ནི་གཅིག་མི་རིགས། ཀ་ལག་ད་རྒྱལ་ཁབ་ཁ་བྲལ་ལ་ངན་ཁབ་བཏང་མཁན་རེད་བྱ་སྲིད་དེ་འདྲའི་གི་ཉེས་མིང་འོག་ལ་ཡང་ལོ་རྒྱུས་ཀྱི་བཙོན་འཇུག་ཁྲིམས་ཆད་བཅད་ཡོད་པ་དེ་འདྲའི་ཆགས་བསྡད་འདུག་བྱས་ཙང་ཉེ་བའི་ཆར་ལ་ཡང་ད་བོད་ཀྱི་ཆབ་སྲིད་བཙོན་ཟུར་མང་ཆེ་བཙོན་པ་མང་ཆེ་བ་གི་གནས་སྟངས་འདྲ་བོ་དེ་ཨ་ནི་ཁ་བྲལ་ལ་ངན་སྐུར་བྱས་པའི་ཨ་ནི་ཉེས་མིང་དེ་འདྲའི་གཅིག་གི་འོག་ནས་ད་དེའི་གི་ཉེས་མིང་དེ་གི་འགྲེལ་བཤད་དེ་རེད་ལ་ནི་རྩ་བ་ཉིད་ནས་སྟོན་ཡ་ཡོད་མ་རེད་དེ་ཁོ་རང་ཚོ་ད་མནར་གཅོད་གཏོང་ཡ་གི

དུས་ཀྱི་བསྐྱར་ཞིབ་སྙན་ཐོ་དེ་ཉིས་སྟོང་བཅུ་དགུ་ལོ་ལ་ཡང་སྤྲད་ཡོད་མ་རེད་ད་དུང་ཡིན་པས་ན་ད་ད་ལྟ་ཉིས་སྟོང་ཉིས་རྩ་བཞི་ཕྱག་འཚལ་བར་དེད་དེ་ལོ་བཞི་ཕྱིན་པས་ན་ད་དུང་ཨ་ནི་དུས་ཀྱི་རྒྱ་ཆེ་ཞིང་དུས་ཀྱི་ཁོ་རང་ཚོ་ལས་བསྐུལ་བའི་ལས་འགན་དེ་འགྲུབ་ཐུབ་མེད་པ་གཞི་རྩའི་གི་རྨང་གཞི་གི་ལས་འགན་དང་པོ་དེ་ཡང་འགྲུབ་ཐུབ་མེད་པ་དེ་འདྲའི་ཆགས་བསྡད་པར་ཐལ། སང་དེ་ཚོ་མང་གང་ཟག་གི་གར་བཏོན་སྐོར་ཟེར་བ་ན་གང་ལྟ། རྒྱལ་སྤྱིའི་མནར་གཅོད་འགོག་པའི་སྤྱི་ཆིངས་དང་དེ་འབྲེལ་གྱི་བསྐུལ་བའི་ལས་འགན་དེ་ཚོ་ཁོང་ཚོའི་རྩ་བ་ཉིད་ནས་འགྲུབ་དགོས་མེད་པ་དང་དག་སྣང་ཅན་གྱི་བོད་ནང་ལོགས་ལ་ད་ཕུན་ཚོགས་ཉི་སྒྲོན་ལགས་དང། དོན་གྲུབ་དབང་ཆེན་ལགས་ལ་ཁོ་རང་ཚོ་གི་དཔེ་མཚོན་སྒང་ནས་བལྟས་པས་ན་ཨང་ཅིག། བོད་ནང་ལོག་གི་ཆབ་སྲིད་རྩོམ་པ་དེ་ཚོ་ལ་ཡ་ཅིག་དྲང་བདེན་གྱི་ཁྲིམས་བཤེར་གྱི་ཐོབ་ཐང་རྩ་བ་ཉིད་ནས་རག་གི་མེད་པ་དང། ཨང་ཅིག་བཀག་ཉར་འོག་ལ་གནས་པའི་སྐབས་ལ་ཡ་ད་མེ་ཆོས་ལུས་འདུག་པའི་སྡུག་སྡོང་སྡུག་སྦྱོང་མནར་གཅོད་མྱང་གི་ཡོད་པ་དེ་དཔེ་མཚོན་གསལ་བོ་ཅིག་ཆགས་བསྡད་ཡོད་རེད།